ཡང་ད་ད་རིང་རྒྱ་གར་རང་བཙན་ཐོབ་རྗེས་ད་ལོ་བདུན་ཅུ་དོན་བརྒྱད་འཁོར་བའི་དུས་དྲན་སྲུང་བརྩི་རྒྱ་གར་རྒྱལ་ཡོངས་ནས་ཞུ་གི་ཡོད་རེད་ནི་རྒྱ་རྒྱ་གར་ཡུལ་མི་ཡོད་སའི་གི་ད་རྒྱལ་ཁབ་མང་པོ་ཞིག་ནང་ལོགས་ལས་སྲུང་བརྩི་ཞུ་གི་ཡོད་རེད་ལྷག་པར་དུ་ང་ཚོ་འདི་གའི་བོད་པ་འདི་གའི་དེ་ང་ཚོ་ལོ་རྒྱུས་ཀྱི་ཉམས་སྨྲ་བས་ཀྱི་དུས་ཚོད་ཅིག་ལ་ཡང་རྒྱ་གར་ལྟ་བུའི་གཞུང་དང་མང་ཚོགས་ཀྱི་ལྕགས་རོམ་ཞིག་བཙུད་པས་ཀྱི་ང་ཚོ་བཙན་བྱོལ་བ་བོད་མི་ཚང་མ་ལོག་ལེ་ཡང་ཅིག་སྡོད་ས་རེད་ཟ་ཡ་རེད་འཐུང་ཡ་རེད་སློབ་སྦྱོང་བྲེལ་ཡ་རེད་ཨ་ནི་ལྷག་པར་དུ་བོད་མི་རིགས་ཀྱི་ད་ངོ་བོ་མཚོན་པས་ཀྱི་ཨ་ནི་བོད་པའི་སྐད་ཡིག་དང་ཆོས་དང་རིག་གཞུང། དེ་ཚོ་སློབ་སྦྱོང་བྱེད་ཡག་གི་གོ་སྐབས་དང། བོད་ནང་ལོགས་ལས་ཡང་གཏོར་བཅོམ་ཤུགས་ཆེན་པོ་བྱུང་ཞབས་པའི་གི་དགོན་སྡེ་ཁག་དེ་གའི་དེ་བཙན་བྱོལ་ནང་ལོགས་ལ་ང་ཚོ་ཉམས་གསོ་བྱ་ཐུབ་ཡག་དེ་གའི་ཚང་མ་ལོགས་རྒྱ་གར་གཞུང་དང་མི་མང་གི་བཀའ་དྲིན་བརྟེན་ནས་ཡོང་གི་ཡོད་རེད་དེ་ཡིན་པའི་སོང་ཙང་རྒྱ་གར་ཁོ་རང་ཚོ་སྤྱི་སྟོང་དགུ་བཅུ་ཞུ་ཞེ་བདུན་ལོར་ལ་རང་བཙན་ཐོབ་པའི་ཉིན་མོ་དེའི་ལོ་རྒྱུས་ཀྱི་ཐོག་ནས། ད་གལ་ཆེ་ཤོས་དེ་ཆགས་ཀྱི་ཡོད་རེད། དབྱིན་ཇི་གི་རྒྱལ་གཅེས་རིང་ལུགས་ཀྱི་བཙན་འོག་ནས་ཐར་ཆེད་ནི་རང་དབང་རྒྱལ་ཁབ་ཀྱི་རང་བཙན་རྒྱལ་ཁབ་ཀྱི་གཏུགས་བྱེད་ནས་བྱ་ཆེད་འགྲོ་བསྡད་ཀྱི་ཡོད་དུས། འདས་པའི་ལོ་བདུན་ཅུ་བདུན་བརྒྱད་དེ་རིང་ག་ལ་རང་བཙན་ཐོབ་པ་ནས་བྱེད་ཆེད་དབུ་ཁྲིད་ཆབ་སྲིད་ཚོགས་པ་སྣ་ཚོགས་ཀྱི་ཕེབས་ཡོད་རེད་དེ་ནི་རྒྱ་གར་ཡར་རྒྱས་འགྲོ་ཡ་ལས་ཡང་ཚང་མས་ཀྱི་འགན་བཞེས་ཡོད་རེད་ད་འདི་དུས་སུ་འགྲོ་བ་ཇི་མ་ཡིན་ན་ད་འཛམ་བུ་གླིང་གི་སྟོབས་ཆེན་རྒྱལ་ཁབ་ཆེ་ཤོས་ཀྱི་སྔ་དྲོ་ནང་ལོག་ལ་ཚུད་ཡོང་གི་ཡོད་རེད་དེ་ཡིན་དུས། རྒྱལ་ཁབ་ཀྱི་དབུ་ཁྲིད་ངེད་དང་མི་མང་ཚང་མ་ལ་ང་ཚོ་བོད་ཕྱི་ནང་གཉིས་ཀྱི་བོད་མི་ཚང་མ་ལ་ཚབ་ཞུས་ནས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་བྱས་ནས་ཞུ་ཡས་དང་ད་ལོ་རྒྱུས་རང་བཞིན་གྱི་རྒྱ་གར་སྤྱི་དང་གོ་ཆ་ཞུ་བཞིན་ཡོད་ལ། ང་བཅས་གཉིས་པའི་རྗེས་ལ་རྒྱ་གར་དང་རྒྱ་གར་ནང་བཞིན་གྱི་རྒྱལ་ཁབ་མང་པོ་ཅིག་རྒྱལ་གཅེས་རིང་ལུགས་འོག་ནས་མཐར་བྱེད་རང་བཙན་ཐོབ་ཐུབ་པ་བྱུང་ཡོད་རེད་སྟབས་མ་ལེགས་པ་ཞིག་ལ། དེའི་ལོ་གསུམ་རྗེས་ལ། ང་རང་ཚོ་བོད་པ་ཚོ་ཨ་ནུས་དམར་ཤོག་གི་བཙན་འོག་ལ་ཚུད་ནས་ད་སོ་སོའི་རང་དབང་ལག་བྱས་ཨ་ནི་ཅིག་གི་ཆིངས་ཡིག་དོན་ཚན་བཅུ་བདུན་ཞེས་དེ་ཚོའི་བར་ལོ་རྗེས་ཀྱི་བརྡ་ཡག་འབད་བརྩོན་གནང་ཡོད་རེད་དེ་ཡིན་པ་ཡིན་ནའི་ཚང་མ་ལ་རྡོག་རོལ་བཏང་ཡོང་དུས་བསམ་པ་ད་བཙན་བྱོལ་དུ་བྱར་ནས་ང་ཚོ་ལོ་དྲུག་ཅུ་རེ་ལྔ་ཞིག་འདུག་བཞིན་འགྲོ་བསྡད་ཀྱི་ཡོད་རེད་དེ་ཡིན་དུས་དེ་ལོ་རྒྱུས་ཀྱི་གནས་བབ་རེད། དངོས་ཡོད་ཀྱི་གནས་སྟངས་ཐོག་ནས་ང་ཚོ་ནང་པ་སང་ཆོས་པ་ཡིན་དུས། བདག་པོ་དང་བདེན་པ་ལ་ཁས་བླང་གི་ཡོད་མ་རེད་ཚད་ཡིན་དུས་བསམ་པ་འཇུག་གོ་ཏན་ཏན་འགྲོ་དགོས་ཀྱི་ཡོད་རེད་འགྲོ་གི་རེད་བསམ་པའི་ང་ཚོ་བསམ་བློ་དང། ཀུན་སློང་འདི་འདྲ་ཅིག་གི་འོག་ནས་ད་ལྟ་རྒྱལ་སྤྱིའི་ནང་ལོགས་ལ་ད་བོད་དོན་གོ་རྟོགས་སྤེལ་ཡག་དང་བོད་དོན་རྒྱབ་སྐྱོར་ཚད་ཆེ་བོད་ཆས་དཀའ་རྙོག་སེལ་ཡག་གི་གནས་བབ་དེ་ཚོ་གང་ལ་གང་ཐུག་ཐུག་ཅིག་འབད་བརྩོན་ཞུ་བསྡད་ཀྱི་ཡོད་རེད་ང་རང་ཚོ་ལ་ཡིན་པ་ཡིན་ནའི་དེ་འདྲའི་གི་ཅིག་བོད་གཞིས་བྱེས་མཉམ་འཛོམ་ཡོང་ཡག་གི་ད་གཅེས་པའི་གི་ཉི་མ་ཅིག་ཅེས་ནས་གོང་ས་སྐྱབས་མགོན་མཆོག་མཆོག་གི་ཐུགས་རྗེ་བྱིན་རླབས་དང་མི་རབས་རྒན་པ་ཚོའི་གི་སྐུ་ལས་སྐྱོན་ཞབས་པ་འདི་གས་འདི་ང་ཚོའི། མུ་མཐུད་བྱས། དེའི་སྒང་ལ་ཡང་ཅིག་དར་མདོའི་རུག་རུག་བཟོ་མཐུ་ཡས་ཀྱིས་དེ་མཉམ་སྒྲུབ་བྱས་པའི་ཐོག་ནས་ང་ཚོ་སྒྲུབ་མཐུ་ཡས་བྱོས་བ་རེད་དེ་ཡིན་དུས་ང་ཚོ་ངོས་ནས་རིག་པ་སྒྲིམ་དགོས་ཡ་དེ་བོད་ཕྱི་ནང་གཉིས་ཀ་ངན་ཚོས་རིག་པ་སྒྲིམ་དགོས་ཡ་དེ་གལ་ཆེན་པོ་ཞེས་བརྩི་གི་ཡོད་ང་ཚོ་བོད་མི་སྒྲིག་འཛུགས་ངོས་ནས་ཡིན་པ་ཡིན་ནས་ང་ཚོའི་བྱོན་ཚུལ་དཔག་ཚུལ་དང་བསམ་བློའི་ནུས་པའི་གི་གདེང་འབེབས་ཀྱི་ནང་ལོགས་ལ་ཡང

ང་ཚོ་ནུས་པ་སྟེ་ཞིག་ཡོད་དེ་མེད་པ་ཆགས་འགྲོ་གི་རེད་སུ་ལ་ཁེ་ཕན་ཡོད་མེད་ང་ཚོ་བསམ་བློ་ཞན་ཞན་པ་རེད་དེ་ཞན་པའི་ཐོག་ནས་ཨ་ནི་ཕྱག་ལས་གནང་རོགས་གནང་ཨ་ནི་བོད་ནང་ཡོད་ངེས་བོད་པ་ཚོ་བོད་པ་ཚོ་ཡིན་པ་ཡིན་ནའི་རྒྱ་གར་གྱི་རང་བཙན་ལོ་བརྒྱ་ཕྲག་གཅིག་གཉིས་གཅིག་གི་རྗེས་ལ་ཡན་ཆད་ཀྱི་འོག་ནས་རང་བཙན་ཐོབ་ཡོད་ཀྱི་ཉམས་མྱོང་དེ་ཚོ་ལོ་རྒྱུས་ཀྱི་གནས་བབ་རེད་དེ་ཡིན་དུས་ང་ཚོས་དེ་ཚོའི་ཐོག་ནས་ཞིག་ག་རེ་བྱུང་རེད།